འདི་ལྟ་དེ་རིང་ང་ཚོ་ཡི་མཆོད་ཁང་ནང་ལ་ཡོད་ད་དེ་ད་དེ་ང་ཚོ་གྲོང་གསེབ་ལ་མཆོད་ཁང་དེ་འདྲའི་རེད་ད་ཁྱེད་རྣམ་པ་ཚོ་གཟིགས་ཀྱི་འདུག་ངའི་རྒྱབ་ལ་དེ་སྐུ་འདྲ་ད་དེའི་དཔེ་ཆ་དེ་སྙེ་མ་བོད་ནས་མ་གོང་ད་ཚེན་ལས་དབོར་རྒྱུ་རེད་ད་ཡ་གི་ལ་ཡིན་ན་དེ་ནས་སྐུ་དང་གོམ་པ་དང་ལྷ་ཁང་དང་མཆོད་རྟེན་ཚང་མ་ཤིག་གི་ཡོད་ར་དེ་ནས་དཔེ་ཆ་ཡིན་ནས་ག་རེ་ཡིན་ན་མེ་དྲ་བཏང་བཞག་གི་ཡོད་ར་དེ་ཡིན་དུས་སྐབས་སུ་ད་ཁོང་རྣམ་པ་ཚོ་ད་བཟོས་མ་ཐུབ་ནས་རེད་བ་རྩ་ཆེན་རིགས་ཚང་མ་མ་དེ་འདྲའི་ཤུལ་རེད་ད་དེ་ཉིས་ཁྲི་ཁྲི་མ་རེད་འདི་ཚང་མ་པོད་བཞི།

འདི་ཚང་མ་ད་ལྟ་ཞིག་གསོ་གནང་མེད་ད་དེ་སྔོན་ཡིན་ན་རེ་བ་སྐུ་ཁ་ཆེ། སྐུ་ཁ་ཤེས་དང་ཞབས་མེད་ཕྱག་མེད་དབུ་དེ་འདྲས་མེད་ཅེས་ད་ད་ལྟ་ལྐོག་པ་ནས་བླ་མ་ཁ་ཤས་དེ་འདྲས་ཞུས་ནས་དེ་ནས་མཁན་པོ་མིག་དམར་གྱི་སྦྱིན་བདག་གཙོ་བོ་གནང་ནས་རེ་བ་ཁོང་གིས་སྦྱིན་བདག་གནང་ནས་དེ་སྐུ་དེ་འདྲ་ཚང་མ་ད་ཚུན་ཆོད་ཧང་སེང་གསར་པོ། ད་འདི་འཕགས་པ་སྤྱན་རས་གཟིགས་ཡིན་པས་སོགས་རོ་བོ་རྗེ་རེད། དེ་གྲུབ་ཆེན་བི་རུ་པ།

དེ་ནས་ས་ཆེན་ཀུན་དགའ་སྙིང་པོ་ཡིན། ད་དུས་སྙེ་མ་ཡིན་ན་ཡང་བོད་ལ་ནི་མང་ཆེ་གཙོ་བོ་དེ་ང་ཚོ་སྡེ་ས་དེ་ལ། མི་རབས་སྔ་མ་སྡེ་ས་དེ་ལ་མང་ཆེ་བཀའ་རྒྱུད་ཀྱི་ཆོས་ཉམས་ལེན་གནང་གི་ཡོད་ར། དེ་ཡིན་དུས་སྐབས་སུ་བླ་རབས་བླ་རྒྱུད་མང་ཆེ་བཀའ་རྒྱུད་བྱས། ཀུན་དགའ་བཀའ་རྒྱུད་ཀྱི་བླ་མ་གིས་དང། བླ་ཆེན་གྱི་ཀུན་དགའ་ཧང་སངས་མང་པོ་རེ་ཤ་ངོ་ཤེས་དུས་ག་ལེ་རེད་དོ།